བཀའ་སློབ་སྙིང་གི་ནོར་བུ་ཆུ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ཟླ་བ་བདུན་པའི་ཚེས་བཅུ་དགུ་ཉིན་བཀའ་སྤྱི་དང་གཞུང་ཞབས་ཀྱི་བྱེ་བྲག་ས་གནས་གྲོས་ཚོགས་ཀྱི་འཐུས་མི་བཅས་ལ་སྩལ་བའི་བཀའ་སློབ། འཚེ་མེད་ཀྱི་འཐབ་རྩོད་དང་མྱོང་ཚོར་གྱི་ཁྱད་འཕགས། ང་ཚོའི་བོད་རང་བཙན་སླད་བྱེད་བཞིན་པ་འདི་དག། འཚེ་མེད་ཞི་བའི་ལམ་ནས་བྱེད་ཀྱི་ཡོད། ཉེ་ཆར་གསར་འགྱུར་མཁན་ཞིག་གིས་བོད་ཀྱི་གནས་ཚུལ་རྫ་དྲག་པོའི་དཀའ་ངལ་མུ་མཐུད་བྱུང་ན། ད་དུང་འཚེ་མེད་ཞི་བའི་ལམ་ལ་མཐའ་གཅིག་ཏུ་འགྲོ་རྒྱུ་ཡིན་ནམ་ཞེས་དྲིས་བྱུང། དེ་ཡིན་ཞེས་བརྗོད་པ་ཡིན། གང་ཡིན་ཟེར་ན་འདི་ལ་རྒྱུ་མཚན་མང་པོ་ཡོད། ཕྱིའི་འཚེ་བའི་བྱ་བ་དེ་མིའི་སྤྱི་ཚོགས་ནང་མི་ཡོད་པ་ཙམ་དུ་མ་ཟད། ལྷག་པར་ང་ཚོའི་བོད་པའི་དངོས་ཡོད་ཀྱི་གནས་ཚུལ་ལ་རན་པོ་ཞིག་མེད། དཔེར་ན། གལ་ཏེ་བོད་མི་རྒྱ་མི་དྲག་པོའི་ཐོག་ནས་ངོ་རྒོལ་བྱས་ཏེ་རྒྱ་མི་ས་ཡ་གཅིག་ཙམ་བསད་ན་ཡང་དེས་རྒྱ་མི་དེ་ཙམ་བསྟོད་ཁྱད་མེད་པར། ས་ཡ་གཉིས་པ་གསུམ་པ་མུ་མཐུད་གཏོང་ཐུབ་ཀྱི་རེད། བོད་པ་དང་རྒྱ་མི་གཉིས་ཀྱི་སྡོད་རུག་མ་སྡོད་རུང། ས་མཚམས་སྦྲེལ་པའི་སྡོད་རྒྱུགས་མ་གཏོགས་རྒྱ་མིས་རྒྱ་ནག་ནས་ཡུལ་གཞན་ལ་འཕུད་རྒྱུ་དང་བོད་པ་ཡུལ་གཞན་དུ་འཕུད་ཐབས་ནམ་ཡང་མེད། ང་ཚོ་ཤི་དུས་མཉམ་དུ་འགྲོ་དགོས་པ་ཞིག་ལ། མི་རིགས་ཕན་ཚུན་གྱི་བསམ་བློའི་ནང་ལ་འཁོན་འཛིན་དམ་པོ་བྱས་ཏེ་བསྡད་དགོས་ན་ཕན་ཚུན་གཉིས་ཀ་སྐྱིད་པོ་ཡོང་ཐབས་མེད་པར་བརྟེན། མ་འོངས་པ་ང་ཚོ་བོད་རང་བཙན་སུན་པའི་ཆེད་ལ་རྒྱ་དང་བོད་གཉིས་ཀྱི་མཁྱེན་བརྩེ་གཅིག་གིས་གཅིག་ལ། བྱམས་བརྩེའི་བརྩེ་བས་དབུགས་མ་བརླག་པར་བརྟེན་ནས། གཅིག་རོ་གཅིག་གིས་བྱེད་པའི་མཛའ་མཐུན་ག་གེའི་ངང་གནས་ཐུབ་པའི་ཆ་རྐྱེན་ཞིག་བསྒྲུབ་དགོས། ཞོལ་བཅུ་སྟོང་དགུ་བརྒྱ་བརྒྱད་བཅུ་ཡས་གསུམ་ཟླ་བ་བརྒྱད་པའི་ཚེས་གསུམ་ཉིན། ཀུ་ལུ་མོ་ན་ལིར་བོད་རིགས་མི་མང་ལ་བསྩལ་བའི་བཀའ་སློབ། ཆོས་ཚན་གྱི་རིག་གནས་དང་དེ་དག་ལ་སློབ་སྦྱོང་དེང་སང་མི་མང་པོ་ཞིག་བསམ་བློའི་ནང། ཆོས་ཀྱི་རིག་གནས་དང་ཚན་རིག་གི་རིག་གནས་གཉིས་པོར་ཐད་མཐུན་པའི་ཆ་གཏན་ནས་མེད་པར་ཤིན་ཏུ་ཐ་དད་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་པ་དེ་དག་ཨ་ཡེ་ཡིན་སྙམ། ཚན་རིག་པས་རྫས་དང་འཕྲུལ་ཆས་ལ་བརྟེན་ནས་གཙོ་བོ་ཕྱིའི་དངོས་པོ་ཞིག་ལ་བརྟག་དཔྱད་བྱས་ཏེ་དེ་དོན་གཅིག་ཚོར་གྱི་ཡོད་ལ། ནང་པའི་ཆོས་ཀྱི་ཐོག་ནས་ཀྱང་གང་ལྟར་དེ་དོན་ཞིག་ཚོར་གྱི་ཡོད། རིག་པ་དང་འགལ་བའི་གྲུབ་མཐའ་ཞིག་ཡིན་ན་དེ་དོན་མིན་ཞིང། རིག་པ་དང་འགལ་བའི་གྲུབ་མཐའ་ཞིག་ཁས་བླངས་ན་སྨྲ་བ་པོས་མཚན་མེད་སྐྱེས་བུ་མི་ལྟོས་པ་དང་དེ་དོན་དང་འགལ་ན་ཡང་དག་པའི་གྲུབ་མཐའ་མིན་པར་ཕྱི་རྒྱུད་ལོག་པར་གྲུབ་མཐའ་ཆགས་པ་རེད། ནང་པའི་ཆོས་དང། ཚན་རིག་གཉིས་ཀ་ནས་དངོས་པོ་དེ་དོན་ཚོར་བ་གཅིག་གྱུར་ཡིན་པ། དེ་གཉིས་ཀྱི་བྱེད་ལས་དང་དམིགས་ཡུལ་ཐ་སྙད་པོ་ཡོད། ནང་པའི་རྟེན་འབྱུང་གི་ལྟ་བ་ཤེས་པ་འདི་ཡང་ཚན་རིག་དང་མཐུན་པའི་ཆ་ཡོད། དེ་ལྟ་ན་ནང་པའི་ཆོས་ཀྱི་ལྟ་བ་དང། སྤྱོད་པའི་ཐོག་ནས་བསམ་བློ་ཡག་པོ་ཞིག་བཏང་ནས་བརྟག་དཔྱད་བྱས་ན། ཆོས་འདྲ་བའི་ནང་ནས་མི་འདྲ་བའི་སྤུས་དག་པོ་དང་གཏིང་ཟབ་པོ་གལ་ཆེན་པོ་ཡིན་པ་དེ་དག་ཤེས་ཐུབ་པའི་བྱ་རྒྱུ་གལ་ཆེན་པོ་ཡིན། དེ་དང།